དཔལ་ལྡན་བླ་མ་དམ་པ་རྣམས་ལ་ཕྱག་འཚལ་ལོ། གསེར་རྟ་ལྕགས་ཀྱི་རིན་པོ་ཆེ་གི་གསུང་བསྐང་ཞབས་གཏམ་གྱི་ཕྲེང་བ་འདི་ཡིན་ལ། ད་ཡང་རེ་ཞིག་གི་ཚེ། ཁ་ཤང་ནས། མི་མེད་ལ་མི་ཆབ་ནས་ཕོ་ཉ་ཤི་འཇོ་ཡི་གསུང་ཕྲིན་ལ། རྡོར་གླིང་དུ་སྐྱབས་རྗེ་བདུད་འཇོམས་རིན་པོ་ཆེའི། བཀའ་འགྱུར་ལྗགས་ལུང་ན་ཚ་རྒྱལ་སྲིད་སྤྲུལ་སྐུ་ཉིད་ཉི་ཤུ་བར་འགྲོ་རྒྱུ། ཕྱིས་སུ་བཀའ་འགྱུར་ལུང་ཐོགས་པ་བཀའ་བཞིན་རྒྱལ་སྲིད་ཐོབ་ཀྱང། བྱིན་རླབས་ཡེ་ནས་མི་འདྲ་ཞེས་བརྗོད། རས་སྲིད་ན་བསྐྱོན་པའི་བཀའ་ལུང། བཟང་པོར་ཤེས་ནས་མདོ་ལུང་ཕྱོགས་སུ་བསྐྱོད། ཟེར། དྭགས། ཨམ་གཅིག་གི་བར་ན་བཀོད་ལུགས་དེ་ལས་འདས། ཁ་བྱང་ལས། འབྲོང་བ་མི་མེད་རིན་པོ་ཆེ་གི་ཞབས་ས་ལས་འདས་མི་ཅི་བཏང་ནུས་འོང་ཟེར་མེད་ལ། བདག་ནི་མི་ཅི་བཏང་འདོད་ལུགས་བཀའ་ག་དེ་བས་གནང་འདི་གི་བས་བཏང་ནུས་གོ་ཟེར་བ་ཅི། དེ་དག་ཕ་ལོས་སུ་འཐེན་ལ། དེ་ད་རེས་ནང་པ་དག་ཅི་གླིང་ལུགས་དེ་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གིས་བཀའ་འགྱུར་གྱི་ལྗགས་ལུང་དེ་གནང་ནི་ཡིན་མིན་ཟེར། བདག་ནི་བཀའ་འགྱུར་གྱི་ལྗགས་ལུང་འདི་གནང་ས་ལུགས་དེ་དག་རྒྱལ་མཚན་སྤྲུལ་སྐུ་དག་དེ་སྐྱབས་རྗེ་ཁོང་ཉིད་ཀྱི་དབྱིན་ཇི་མི་ཇི་ཞུ་བ་གསུངས་ཟེར། དེ་ལས་ཕྱིས་སུ་དེ་ལོ་ཤུ་ཤུ་ལས་ང་ཅི་ར་བཀའ་འགྱུར་གྱི་ལུང་ཟེར་མི་དེ་ཡུན་རིང་བས་དེ་གནང་ངོ་བལྟ་ལུགས་དེ་ཐོ་བ་ཡ་བཀའ་སེ་གལ་སྲིད། ཏེ་བཀའ་འགྱུར་གྱི་ལུང་ཐོབ་འདི་དཔེ་དེ་བས་ས་སྤྱིར་བས་ད་རའི་སྐྱབས་ཀྱི་དུས་འབྱུང་རོལ་མོ་ཕྱིས་ཀྱི་ཞབས་ས་ལས་ཞུ་མི་འདི་དང་བྱིན་རླབས་མ་སྤར་ར་མི་འདྲ་སེ་མིག་གི་བཀའ་ཅི་གནང་འདི་གི་བས་ཀྱང་ནི་བས་མི་འཐེན་ཏེ་བསླབ་པ་བཏང་ནོ་སེ་མི་ལ་ཕར་ལ་ཚུ་དང་ནི་ལས་ཏེ་འདི་གི་བས་དེ་དེ་རྣམས་མི་ས་མིག་གི་ཏེ་ཁ་ཆེ་ཁྲ་ཅི་ཨི་མས་སེ་ཏེ་ང་ཅི་ར་སི་བ་སུམ་ན་ཀྱོན་མིག་གི་ཏེ་བཀའ་ལུང་བཟང་པོ་ཅི་ཨི་མས་སེ་ཏེ་ཧ་གོ་འདི་གི་བས་ཏེ་བདག་ཅི་གླིང་གི་ཕྱོགས་སུ་ལུ་བཀའ་འགྱུར་ལུང་ཞུ་བ་བྱོན་ཡིན་སེ་མི་ལ་ད་བཀའ་འགྱུར་ཅང་ལུ་གནང་སེ་འདི།

ད་ལུང་བཞུགས་མི་ག་ད་ག་ར་ཡོད་མོ་ཟེར་བ་ཅིན་ཧན་ཡི་སྐབས་ལུགས་དེར་ལུང་བཞུགས་མཁན་སྤྱིར་སྐྱ་སེར་ཕོ་མོ་མང་པོ་དང་ཚེ་སྤྱིར་བཏང་གི་ང་ཚོ་ར་སྟེ་དང་བླ་མཆོག་དང་སྨི་ནག་ད་ད་ག་ཡི་བླ་སེ་འདི་གི་ཡུལ་ཡོད་ཤེས་མེད། ཁྱད་པར་དུ་དེ་ང་ཚོ་ར་སྟ་ལུང་རྩེ་སྤྲུལ་རིན་པོ་ཆེ་ཟེར་མི་དེ་དེ་ང་ཚོའི་འབྲུག་ལོའི་ཇོན་ཡིན་དེ་ན་ཧི་ཇོན་ཡིན་ཅི་ག་དགོངས་པ་རྫོགས་བས་བས་ཏེ་སྟ་ལུང་རྩེ་སྤྲུལ་རིན་པོ་ཆེ་ཟེར་མི་དེ་དེ་རྙིང་མ་ན་ལུགས་ང་ཚོ་ར་བྱང་གཏེར་སུ་ཡོད་ལ། དེ་རིག་འཛིན་རྒྱུད་ཀྱི་ལྡེམ་འཕྲུ་ཅན་ལ་མ་ང་བས་དེ་རྒྱུད་བི་གི་སྟེ་གཏེར་ཁ་ཅིག་ཡོད། རྟགས་ནི་ལོ་བྱང་གཏེར་ཟེར་ལབ་ཡིན། རྟགས་ནི་བྱང་གཏེར་གྱི་གཏེར་འབིག་གི་བདག་པོ་ཡིན་ལ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་སྟེ། དེ་བླ་མ་རྣམ་གཡེང་ས་མིག་གི་ཐུགས་རྒྱུད་ཞི་ཞིང་དུལ་བ། དེ་དང་འདུལ་བ་འཛིན་པ་ཆེན་པོ། དེ་ནང་དུ། དེ་དང་ང་ཚར་རྫོགས་པ་ཆེན་འབིག་གི་བཏུ་བ་སྙུན་དུ་ཆུ་བི་གི་རྣལ་འབྱོར་པ། དེ་བླངས་ན་མེད་པ་ཅིག་དབྱིངས་རིག་པའི་ཚ་ཆེ་རུ་དེ་ཕྱིའི་རྟགས་དུ་འགྱུར་ན་འདུལ་བ་རྫུན་འབིག་གི་རྣམ་པ་བས། དེ་དག་ནི་བོད་གཞུང་མི་དགེ་དར་བླ་མ་རྣམ་གཉིས་སམ་མི་དགེ་མཉམ་ཆུང་གྱི་གཡུལ་སའི་གཞུང་ནི་ལ། དེ་ཁོང་གི་ཞལ་གྱི་སྐད་བཟང་དེ་ང་ཅའི་ཧེ་མ་མ། དེ་དག་རྡོ་རྗེ་གདན་ལུ་དེ་རྨི་ལམ་སྙིང་མ་གི་རྨི་ལམ་ཚོགས་པའི་སྐབས་སུ་ལུ་དེ་ཞལ་གྱི་གི་སྐད་བཟང་ཐོབ་ཅིག་དེ་དབྱིངས་རུ་དེ་ཆོས་འབྲེལ་དར་ཐིག་སུག་དེ་གཞུང་ནི་གི་བསོད་ནམས་ཀྱི་ང་ཅ་གི་མ་ཟབ་ལས་ཏེ་འདི་གི་མ་ཐོབ་སའི་གཞུང་ནི། དེ་ལྟར་ལུང་ཚིག་ཁྲི་རིན་པོ་ཆེ། ལྟས་བརྟག། འགྲོ་ཐོབ་ཐང་ཐོག་རྒྱལ་པོ་གསུམ་གྱི་བི་ས་ཅེར་བའི་བྱང་གཏེར་གྱི་གཏན་དཔེ་གྱི་བདག་པོ་བི་ཙི་ཡིད་ལ། བདག་ནི་བི་བོ་ད་ལོ། འགྲོ་ཐོབ་ཐང་ཐོག་རྒྱལ་པོ་གྱི་སྤྱིར་བཏང་གི་ང་ཆ་ར། ཆོས་ལུང་རིས་མེད། ཆོས་ལུགས་རིས་མེད་ཡིན་མིན་གྱི་ཁ་ལོ། ལྟས་ཁོ་སྒྲུབ་པ་གཉིས་བཏང་སྟེ། ལྟས་གཉིས་མ་ན་ལས་བོས་བ་བཞིན་བྱང་གཏེར་དང། ལྟས་ང་གཅིག་བཀའ་བརྒྱུད་ན་ལས་བོས་བ་བཞིན་ཤངས་པ་བཀའ་བརྒྱུད། ཨ་ནི་གཉིས་ཀྱི་ཉམས་ལེན་གྱི་ཐོག་ལས་བས། དེ་ལས་དེ། སྒྲུབ་པ་ཐོག་ཐོག་བོད་ཀྱི་ཚུལ་སྟོན་འདི་གི་བོད་སྡེ་དེ་བོད་ཆོས་ཡིན། བདག་ནི་བོ་ད་ལོ་སྟག་ལུང་རྩེ་སྤྲུལ་རིན་པོ་ཆེ་དང། སྙུན་ཤུལ་མཁན་རིན་པོ་ཆེ་དེ་ག་ཡོད་མཁན་སྨོས་ལ། ང་ཚེ་ནག་གི་མི་འདི་ཚོ་གི་སྙུན་ཤུལ་མཁན་པོ་ཟེར་དད་པའི་ཞུགས་ཡིན་པས་དེ་མ་བག་ཁོ་རོ་ཚེ་འདི་སྙུན་ཤུལ་མཁན་རིན་པོ་ཆེ་ཟེར། དེ་སྙུན་ཤུལ་མཁན་རིན་པོ་ཆེ་འཇམ་དཔལ་རྡོ་རྗེ་ཚེ་ངོ་མ་དེ་ལ། དེ་ལྟར་ང་ཚེ་ར་ནང་སྒྲུབ་ལུགས་བཞུགས་སངས་ཡུམ་མའི་ནང་སྒྲུབ་ལས་བཞེས། དེ་ལྟར་རྫོགས་པ་ཆེན་པོ་ཀྱི་རྣལ་འབྱོར་པ་ངོ་མ་ཡིན་མིན་ལ། དེ་ལྷག་པར་དུ་ཀློང་ཆེན་གཉིས་ཐིག་གི་གཏན་དཔེ་གྱི་གདབ་སྒོ་བས་དེ་ག་གེ་ཐེབས་པའི་རྩིའུ་མེ་སྲེག་ཆུ་ནི། དེ་དག་ཅོག་ར་ཐེབས་པས་དེ་དག། སྨྱོ་ཤིང་ཁྱུང་རིན་པོ་ཆེ་དེ་ལས། མི་འགྱུར་སྤྲུལ་སྐུ་སེམས་མི་སྤྱོད་ཡུལ་སོན་མེད་དེ་ལས་སྦོ་དཀར་སྤྲུལ་སྐུ། སྦོ་དཀར་སྤྲུལ་སྐུ་སེམས་མི་འདི་སྦེ་བ་བཞིན་དེ་ཤངས་པ་བཀའ་བརྒྱུད་ཀྱི་གཏན་དཔེ་གྱི་གདབ་སྒོ་ཡིན་ཧེ་མ་ཀ་ལུ་རིན་པོ་ཆེ་དེ་བཀའ་ལུ་རིན་པོ་ཆེ་དགོངས་པ་གཟུགས་བཞི་ན་དེ་སྦོ་དཀར་སྤྲུལ་སྐུ་སེ་བླ་མ་རྣམ་སྨིན་བསམ་མེད་ཀྱི་གཟི་བརྗིད་ཆེ་ཐོག་ཐོག་ཅིག་འདུག་ལ། དང་ནི་གི་གཙོས་བི་གི་དེ་བླ་སྤྲུལ་མང་པོ་ཅི། དེ་བཀའ་འཇུག་གི་ལུང། སེམས་མ་ཆོས་འདི་གུས་པས་དེ་དེ་སོའི་རྗེ་ཡིས་སེམས་མེད་ལ། ཡང་མཁན་པོ་ངག་ཆུང་གི་ཞལ་སློབ། བླ་མ་རིག་འཛིན་ཞེས་ཤིན་ཏུ་བྱ་བྲལ་བ། བཅོས་མིན་ངོ་མཚར་ལས་འདས་པ་ཞེས་ཀྱང་བཞུགས་པ་རྗེ་སི་ཏཱ་ནི་གི་སྐབས་ལོ། དེ་ཡང་བོད་ཁམས་ཀྱི་དེ་མཁན་པོ་ངག་ཆུང་གི་སློབ་མ། དེ་དེ་ལས་བླ་མ་རིག་འཛིན་སེམས་མེད་ཀྱིས་རྣམ་སྨིན་བསམ་མེད་ཀྱི་བྱ་བྲལ། དེ་ངོ་མཚར་བཅོས་མིན་ངོ་མཚར་ལས་འདས་པ་སི་ཏཱ་རྗེ་བསྟན་འཕེལ་གྱིས་དེ་ལྟ་ངོ་མཚར་ཅན་ངོ་མཚར་དག་དེ་སུ་ལས་འདས་པ་བྱས་དེ་རྗེ་ཡིས་སེམས་མེད། ཏཱ་ནི་གི་སྐབས་ལོ། དེ་རྫོང་སར་མཁན་ཆེན་རིན་པོ་ཆེ་དེའི་དེ་སྐུ་ན་ཆུང་ཁུ་བའི་བཞུགས་ཡུལ་ཡིད་སེམས་མེད་ལ་སྐུ་ན་ཕྲ་བ་དང། དེ་དག་དེ་ད་ཅི་ཁ་ལུ་ཨ་ནི་དོན་གྲུབ་དཔལ་མོ་ཟེར་མི་དེ་དེ་ང་ཚའི་གྲོང་བ་མེ་མི་རིན་པོ་ཆེ་ཀྱི་སང་ཡུམ་མེ་དགེའི་སྐལ་བཟང་དབང་འདུས་བཅས་དེ་ཨ་ནི་དེ་སུ་ད་ཅི་ཁ་བས་དེ་སྐྱབས་རྗེ་རིན་པོ་ཆེ་འཁོར་རོ་སྦས་པའི།

ཀ་ཡི་རྒྱབ་དང། ཞུ་ཁྲུས་ཡོད་ཚིག་གི་རྒྱབ་ལ་ཀ་འུ་ཡི་གདོང་སྨད་ནས་ཀ་འུ་གི་རྒྱབ་དང། སྟེང་གི་བར་ན་དེ་ཡང་ཆོས་ཧྲོམ་དང། དེ་ཡང་ནི་ལྕགས་བྱི་རིན་པོ་ཆེ་གི་ཞུ་ཁྲུས་ཀྱི་བར་ན་དེ་ག་ག་འུ་བས་གུ་ཡངས་སུ་བསྡུས་ཆོག་པ་ཅུང་ཞིག་ཡིན་ཟེར་ག་ག་འུ་བས་དེ་བསྡུས་ནས་ཀྱི་གོ་སྐབས་ཐོབ་ཕྱིས་སེམས་མེད་ལ། དེ་ལོ་ཤུ་ཤུ་བེ་ག་ལས་དང་ནི་གོ། དེ་བཀའ་འཇུག་ལུང་སེང་མེད་སྐབས་ལོ་དེ་རྫོང་སར་མཁྱེན་བརྩེ་རིན་པོ་ཆེའི་དགུང་ལོ་ཆུང་ཁུག་གཅིག་པའི་བཞུགས་དུས་ཡུལ་ནི་དེ་གི། དེ་ལོ་ཤུ་ཤུ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་དང་གཅིག་ག་ནམ་ར་རྒྱལ་འདུས་པའི་ས་ཕྱིར་བས་དེ་རྫོང་སར་མཁྱེན་བརྩེ་རིན་པོ་ཆེ་གི་ལྕགས་བྱི་ལུ་དེ་དད་པས་ཞུ་ཡི་སེམས་མེད་ལ།

དེ་བཀའ་མཆོད་ཀྱི་ལུང་ཞུ་བ་བྱོན། དེ་ལུང་གི་རྗེས་ཁ་བཞུགས། ལུང་གི་རྒྱལ་ཁ་བཞུགས་པའི་སྐབས་ལུགས་དེ་ལས་རྣམ་གཡེང་ཚད་མེད་ཀྱི་སྐུ་ཚེ་འདི་སོ་ནའང་འདི་དགོས་པའི་ཚིམ་བསྐྱིལ་བྱེད་ཀྱི་བཞུགས་ཨིན་པས་སེམས་མེད། ཡང་ཁྲི་ཁྲི་སྐབས་སུ་དེ་གྲོང་བ་དཔལ་ནོར་རིན་པོ་ཆེས་བྱོན་གྲོང་བ་དཔལ་ནོར་རིན་པོ་ཆེ་ལས་ང་ཅག་གི་ཆེད་དམོད་ལ། དེ་དེ་སའི་སྔགས་ཀྱི་ཞུ་ཡིག་དེ་སྙེ་མ་གི་རྒྱུན་མཐུད་ཆེན་པོ་གྲུ་སེ་འོད་པི་ན་ལས་སྨད་མ་ཁམས་ཀྱི་ཁ་ཏུ་ལོ་དེ་སྨད་ལུགས་དེ་བཀའ་ཕེབས་གཉིས་སེ་དེ་དག་བསྟན་པ། ད་སྙིགས་མ་རྒྱུད་འདི་དེ་ལས་ཤར་ཡོད་ལ་དེ་རྒྱུད་འདི་བོམ་སྨད་ལ། དྭགས་ནས་བོ་ད་ལོ་གཉིས་སྨད་ལུགས་བཀའ་བེ་གཉིས་སའི་སྐབས་སུ་ལུགས་དེ་བཀའ་ཐོ་དང་ཟེར་དེ་ལས། བེ་ཡུལ་གཉིས་བརྒྱུད་ཡིན་མེད་ལ། དྭགས་ནས་བོ་ད་ལོ་བེ་ཡུལ་གྱི་བསྟན་པའི་བདག་པོ་གྲུང་བ་པད་ནོར་རིན་པོ་ཆེ། དེ་བྱོན་འདི་གི་བས་དེ་ལུང་ཚད་མ་བྱོན་མི་གི་སྐབས་དེ་ལུགས་དེ་ད་ཨ་ནས། སྐུ་དྲང་པོ་སངས་དེ་བཞུགས་མ་ཐུག་གཅིག་པུ་དེ་སྐུ་ཚེ་ད་དེ་སུ་དེ་གནང་ནི་མི་ཡིན་སོ་མེད། རེ་འགའ་མཁྱེན་བརྩེ་རིན་པོ་ཆེ་པད་ནོར་རིན་པོ་ཆེ་བྱ་བྲལ་རིན་པོ་ཆེ་སོགས། ཕེབས། ཚོགས་མཆོད་གནང་ཡང། ཚོགས་མཆོད་གནང་བ་ཡང་རྗེ། སེ། དེ་ཁྲི་ཁྲི་སྐབས་སུ་དེ་རིན་པོ་ཆེ་ལས་ཤ་ཆོད་ནས་ཡུལ་སོག་མའི་མཁྱེན་བརྩེ་རིན་པོ་ཆེ་ཀོང་མཁྱེན་བརྩེ་རིན་པོ་ཆེ། གྲོང་དབང་དཔལ་ནོར་རིན་པོ་ཆེ་ཅབ་རྗེ་བྱ་བྲལ་རིན་པོ་ཆེ་འདི་སུ། དེ་བྱོན་འདི་བརྒྱུད་པའི་ཚོགས་འཁོར་འདི་སུ་གནང་ཡང་ཕེབས། རྗེ་ཡིད་སོག་མས། དེ་ཤེས་ཕྱིན་གྱིས་བདག་ནི་ལས་བཀའ་འགྱུར་གནང་ལུགས་ང་ཅི་རང་མ་ལ་ཡང་དེ་འདུལ་བ། དེ་ལས་ཤེས་ཕྱིན་ཨ་ནི་འདི་སུ་གོ་རིན་པོའི་ཇོ་གོ་བ་རྨོ་ལ་བདག་ནི་འོས་འབད་བོ་འདུལ་ལུགས། དེ་ཤེས་ཕྱིན་གྱི་ལྗགས་ལུང་དེ་ཤེས་ཕྱིན་འདི་དེ་ལྟ། ང་ཅག་འབུམ་པོ་ཏི་བཅུ་གཉིས། དེ་ཀུན་ལུགས་ཉི་ཁྲི་པོ་ཏི་ག་དུས་འཆིང་བ་གཉིས་ཡིན་ན་གསུམ་ཡིན་ན་ད་ང་ཅག་མ་ཤེས་དེ་ལས་བརྒྱད་སྟོང་པ་དང་ནི། དང་ནི་འདི་སོགས་ལུགས་ཤེས་ཕྱིན་ཚེ་ལ་མ་བ་ལ་དེ་སྐབས་བར་བ་ཤེས་རབ་ཀྱི་བར་དུ་ཕྱིན་པའི་གི། དང་ནི་ལྗགས་ལུང་རྣམ་སྨིན་གྱི་སྐབས་ལུགས་དེ་ལྟ། ཐུགས་སྲས་རིན་པོ་ཆེ་ཀྱིས་དེ་དག་ཕྱག་མཛོད་དང། དེ་དག་ཕྱི་དྲོ་ཡིན་མིན་ཕྱག་མཛོད་ཡིན་མིན་བླ་མ་པའི་བསྟོད་མིན་ཤེས་མེད་དེ་ག་དེ་པོ་རང་ཡིན་འདི་བས་སུ་ཅི་ལ་རྣམ་སྨིན་བསམ་སྨིན་དེ་དེ་སྲས་ཨ་གུ་ལས་ཞུ་ཡིས་དེ་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པ་ཅིག་བཞུགས་ཏེ་འདུལ་བ་དང་ནི་བོ་ད་ལུ་དེ་ཤེས་ཕྱིན་གྱིས་ལྗགས་ལུང་གནང་སྐབས་དེ་མཁན་པོ་ནོ་ཡང་དེ་བྱོན་འདི་གི་བས་དེ་ལྗགས་ལུང་འདི་སུ་ཤེས་ཕྱིན་གྱིས་ལྗགས་ལུང་འདི་སུ་སེང་ཡིན་སེམས་མེད་ལ་ཕེབས་ནས་སེམས་པ་ཟད་ཉིན་གཅིག་ཁོ་བོ་སྒོ་ན་ནས་སྡོད་པའི་ཚེ་བྲག་ཡབ་ཨ་ནི། བསམ་བཟང་བཀའ་དྲིན་བཅས་དེ་ཡོང་ནས་ང་ལ་སྒོ་མེ་ཞིག་སྤྲད་བྱུང་བ་ཚོད། ཡང་ཆུ་ཚོད་ཕྱེད་ཙམ་ནས་ཚོད་རྫས་ཀྱི་ཤིང་ཐུ་ཕྱུར་བུ་ཞིག་བཟོས་ཁྲེལ། བཟོས་ཁྲེལ་ལ། ཨ་ནེ་དེ་ཡོང་ནས་ཁྱེད་ཀྱི་དབུགས་དབྱུང་གཞི་དྭངས་སོང་ངམ་ཟེར། ཟེར་ཏེ་བཏང། དེ་སྲིད་ཉིམ་གཅིག་བཀའ་འགྱུར་ལུང་ཞུ་བཞུགས་བྷི་གི་བར་ན་ཉིམ་གཅིག་བོ་ད་ལོ་ཏའི་སྐྱབས་རྗེ་རྣམ་སྨིན་ས་མིག་གི་དབུགས་དབྱུང་དེའི་དགུ་ཐོ་ནང་དེ་ལ། ཏའི་དེབ་ད་ལོ་ཏའི་ཧེ་མ།

བཞིན་འདས་སེམས་མེད་ལ་བརྟགས་ནས་སྨན་འདི་བཞེས། བརྟགས་ནས་ཆུ་ཚོད་ཕྱེད་བསྡད་ཕྱིས་ཀྱི་རྒྱབ་ལས། ད་རུ་དེ་ན་ལོ་ཚོགས་རྫས་བཏང་བ་དང་ལོ་ཚོགས་རྫས་ཀྱི་དྲེག་ཁ་ལས་ཤིང་འབྲས་བཅུ་གཅིག། དེ་ཤིང་འབྲས་བཅུ་འདི་བཞེས་བགྱིས་དེ་ནི་ལས་ཏེ། ཟག་འདི་འདོད་པ་ར། ཤིང་འབྲས་བཅུ་འདི་བཞེས་འདི་འདོད་པ་ར། དེ་དྲག་ཡབ་ཨ་ནི་འདི་ངུ་བའི་དབལ། ཆོས་ཀྱི་དབུགས་ཀྱི་སྙུན་གཞི་འདི་ད་ཅིག་གིས་སྨན་འདི་གི་དྲག་པ་མེད་སྨན་འདི་གི་ལུགས་ཀྱི་མ་སྲུ་མེད། ཆོས་ཀྱི་དབུགས་ཀྱི་སྙུན་གཞི་འདི་དྭངས་མའི་བ་སེ། དེ།

སྤོས་ལུགས་ལུང་རྒྱུན་མ་ཕར་ཁ་མེད་པ་ཆད་སུ་དེ་མེད་ཟེར་མི་བྱིངས། དེ་ལས་རྒྱ་ནག་གི་ལུང་རྒྱུན་ཅི་ཡོད་སྨྲས་སོ་མེད་ཨ་ནི་འགྲོ་འོང་པད་ནོར་རིན་པོ་ཆེ་དེ་དག་ལུག་གཞུག་དེ་གི་བའི་ཁོང་གི་རྣ་ལམ་ངོ་ནས་མེད་ལ་ད་ཨ་ནི་འགྲོ་འོང་པད་ནོར་རིན་པོ་ཆེ་ལུག་སྒྲོལ་མ་རལ་བ་གན་ཚིག་གི་ལུང་དེ་རྒྱ་ནག་ལ་མ་གྱུར་མིན་དེ་འགྲོ་འོང་པད་ནོར་རིན་པོ་ཆེ་ལུག་ཡོད་པ་ལས་བསྟན་དེ་གི་བའི་ཨ་ནི་གི་དེ་ལུང་དེ་རྣ་མེད་སྐབས་ལུག་ཁོང་གི་རྣ་ཁབ་ངེད་རྣམས་ཐུགས་སྲས་རིན་པོ་ཆེའི་ཞབས་ནས་དབྱར་གནས་ལ་སླེབས་པར་འོང་དགོས་པའི་ཕྱག་བྲིས་ཕུལ་བར་བརྟེན་ཞུ་ལོག་མ་བྱུང་བར་ལུས་ཟད། ད་ནི་གི་སྐབས་ལོ་དེ་ཡང་དབྱར་གནས་རིན་ཆེན་བས་པས་ཀ་མན་གྱོན་པ་ལུགས་ཏེ་ཐུགས་སྲས་རིན་པོ་ཆེ་གི་ཞབས་ལས་དེ་བཀའ་ཞུ་འོང་འདི་ལྟར་ཆེ་ཕྱག་ཞབས་དབྱར་གནས་ཚོགས་པར་ཞུགས་ཟེར་བཀའ་ཞུ་འོང་ཕྱག་བྲིས་ཕེབས་པ་ལས་དེ་འདི་གི་བས་དེ་ཡག་ལུགས་དབྱར་གནས་ཚོགས་པར་འཇོག་གོབ་བྱོན་གོབ་ཡག་སུ་འདི་གི་བས་དེ་དཔེ་སྣོད་རིན་པོ་ཆེ་གི་ཞབས་ལས་དེ་སྒྲོལ་མ་རས་པ་གན་ཚིག་གི་ལུང་འདི་མ་ཞུ་ཞུ་མ་ཟུག་སེམས། ཡང་བླ་མ་གཞན་ཞིག་ལ་རྡོ་རྗེ་གདན་དུ་ཐུགས་བུས་འོངས་པས་དག་སྣང་དུ་ཞལ་གཟིགས་ཏེ

དེ་གཟུགས། ཡིད་ཆགས། སེམས་ཡིན་འདི་སུ་ག་ནས་བཏགས་མ་འགོག་པ། དེ་རུ་ཐུབ་ཡུལ་དབང་པོའི་འཁོར་རིགས་ཀྱི་ཞལ་ལས། དེ་དག་སྣང་ན་བས་ད་གནས་པའི་སེམས་སེམས་མིག་གི་ལམ་གྱིས་འདུག་སེམས་མེད་དེ་དེ་སུ་གནས། དེ་ལྟ་ཞུ་ནུས་ཀྱི་སྐལ་བ་ཡང་མ་ཐོབ་བོ་སེམས་མེད་ལམ་འདི་ལས། དེ་ལྟར། སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་དང་གྲུབ་དབང་བསོད་ནམས་བཟང་པོ་རྣམ་གཉིས་ཀྱི་བཀའ་དྲིན་རྗེས་སུ་དྲན་ཞིང་ཐུགས་དགོངས་རྫོགས་ཕྱིར་བཀའ་འགྱུར་ལུང་ཐེངས་བཞི་ཙམ་ཀློག་དགོས་པའི་རྒྱུ་མཚན་དེ་ཡིན་ནོ་ཟེར། ད་སྐྱབས་རྗེ་རིན་པོ་ཆེ་ད་རེས་འཁོར་རིགས་ཀྱི་སྐུ་ཚེ་ན་ལོའི་ཐད་བཀའ་འགྱུར་ལུང་ཚར་བཞི་དེ་བཞིན་སྣ་ཚོགས་མེ་མོ་ལ། ཏེ། ཨ་ནི་བའི་རྣམ་སྨིན་ཏེ། དེ་ག་ཕྱི་མ་སོགས་བར་བྱེད་ནི་དེ་གཟུགས་གཙོ་བོ། དེ་ལྟར་དྲིན་ཆེན་གྱི་བླ་མ་དམ་པ་གོང་མ། དེ་བདེ་བར་གཤེགས་པ། སྐྱབས་གཅིག། ཏེ། འདོད་ཆུང་རིན་པོ་ཆེ་དག། དེ་དེ་ལས་འཁྲུངས་བ་བསོད་ནམས་བཟང་པོ་ཁོང་གི། བཀའ་དྲིན་རྗེས་སུ་དྲན། ཁོང་གི་ཐུགས་ཀྱི་དགོངས་པ་རྫོགས་པའི་གྱི་ཆེད་དུ་ལུགས། ཏེ་བཀའ་འགྱུར་ལུང་ཚགས་བཞི་སྡེ་གཅིག། དེ་ལྟ་སྟེ་སྐྱབས་གཅིག་འཁོར་རིགས་ཀྱི། དེ་སྐུ་ཚེ་རྣམས་ལས་རྣམ་སྨིན་ཏེ་དེ་ལས་དེ་འདི་ཡན་ཡིན། དེ་ལས་དེ་འདི་དབྱིངས་ཡིན་སེམས་མེད་ལ། ཡང་དུས་ཚོད་སྔ་ཕྱིའི་ངེས་པ་མི་གསལ་ཡང་སྲིད་ད། དུས་ཚོད་དེ་གཏན་ཐེ་ཅིག་སྟེ་ཧེ་མ་ཡིན་ན་ཤུལ་མ་ཡིན་ན་འདི་སྟེ་ཁ་ཟས་ཅིག་སྟེ་ཐུགས་ལུགས་སྟེ་དག་སའི་ཐོག་ཐུགས་ཀྱི་མིང་ནོར་དབྱིངས་རུ། ས་གནས་གོམ་གྱི་རྒྱུན་འབའ་ཞིག་ཏུ་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ། ཁྲག་འཐུང་བདུད་འཇོམས་གླིང་པའི་གཏེར་ཆོས་ཡོངས་རྫོགས་ཀྱི་བཀང་བ་ས་ང་ཆ་བདུད་འཇོམས་གཏེར་ས་སེ་མི་རི། ད་དུས་ཚོད་དེ་ནམ་ཡིན་ན་གཏན་ཐེ་ཅིག་སྟེ་ཧིན་སང་ས་ཅིག་མིང་ནོར་དབྱིངས་རུ། དེ་དག་ས་གནས་གོམ་སེ་མེད་ཀྱི་རྒྱུན་འབའ་ཅིག་ན་ལུ་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གི་ཞབས་ལས་དེ་ལྟར་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་འཁོར་ལོ་ཡི་སྐུ་གོང་མ་ལ། དེ་ཁྲག་འཐུང་བདུད་འཇོམས་གླིང་འདི་གི་གཏེར་བཤོས་ཡོངས་རྫོགས་ཀྱི་དེ་བསྐང་བ། ཞུ་ཡིག་སོགས་མེད། དང་ནི་ལོ་དུས་བཅུས། དེ་ལྟར་བདུད་འཇོམས་གླིང་འདི་གི་བསྐང་བ་ཡོངས་རྫོགས་གཏེར་གསར་གྱི་བསྐང་བ་ཡོངས་རྫོགས་ཞུ། དེའི་གུས་ཤིས་ཤུལ་ཤུལ་གྱི་ལོ་དེ་ན་ལུ། དེ་ལས། དེ་ཡི་ལུང། དེ་ལྟར་བདུད་འཇོམས་གཏེར་གསར་གྱི་དེ་ལུང་ཆ་ཚང་གཅིག། དེ་སྣང་འདི་གུས་པའི་དེ་ལས་བྱིན་པའི་ཐོབ་ཕྱིར་ཞུ་ཡིག་ཡིད་བསྲེ་མེད་ལ། དབང་གི་སྐབས། གནས་ནང་སྤོ་བོ་རིན་པོ་ཆེ་དང་སྨིན་གླིང་ཁྲི་ཆེན་རིན་པོ་ཆེ་སོགས་བླ་མ་མང་དུ་བཞུགས་པ་མཇལ་ཞིང་ཆོས་ཞུ་དབང། བུ། འབྲུག། འབྲས་ལྗོངས་སོགས་ཀྱི་མི་སྣ་མང་པོ་འཛོམས་པ་མཐོང་སྟེ་ད་ནི་འདི་ལྗོངས་ཀྱི་གཏེར་གསར་གྱི་དབང་ཞུ་ཡི་སྐབས་ལོ་དེ་དེ་ན་ལོ་རིན་པོ་ཆེ་ག་ཡོད་སོགས་བཞིན་སྨིན་གླིང་ཁྲི་ཆེན་རིན་པོ་ཆེ་ལ་སོགས་པ་དེ་དེ་ལ་གནས་ནང་སྤོ་བོ་རིན་པོ་ཆེ་དང་སྨིན་གླིང་ཁྲི་ཆེན་རིན་པོ་ཆེ་ལ་སོགས་པ་དེ་བླ་མ་ལས་བྱ་ཅིག་བཞུགས་པ་མཇལ་ཡིན་ཟེར་ད་ནི་འདི་ལྗོངས་གཏེར་གསར་གྱི་དབང་ཞུ་ཡི་སྐབས་དེ་ལོ་དེ་ང་ཚོར་དབང་ཞུ་མི་གི་དེ་དག་སློང་མ་གསུམ་གྱི་བོད་བ་ཞིང་བོད་བསྒྲུབ། བདེ་འབྱུང་གི་མིག་འདི་སུ་ལས་ཤ་འཛོམ་གྱི་འདུག་བསམ་མེད་ལ། ད་དེ་ལྟར་དབང་ལུང་ཞུ་བ་དང་གཟུགས་ཁམས་མ་བདེ་བ་མེད་པའི་སྐབས་གྲྭ་ཚང་ནང་དུ་བསྡད་ནས་དཔེ་ཆ་བློར་འཛིན་དང་བློ་སྦྱོང། གློག་སྦྱོང་ཡིག་གཟུགས་སྦྱོང་བ་སོགས་བྱས་ཟེར། དེ་ལས། ད། དབང་ལུང་ཞུ། དེ་ཁྲིད་དེ་སྐབས་སུ་དབང་ལུང་ཡོད་དོ་དབང་ལུང་ཞུ། དེ་ལས་ང་ཚ་ར་གཟུགས་འདི་གསོལ་ཡས་ཏེ་སྐུ་གཟུགས་འདི་གསོལ་ཡས་འདི་ལྟ་བུ་བས་ཏེ་འདོད་བི་གི་སྐབས་ལུགས་དེ་གྲ་ས་ན་ལུགས་གཞུག་འདི་གི་བས་ཏེ་གྲ་ས་ན་གི་དཔེ་ཆ་འདི་སུ་བློར་འཛིན་དེ་ལས་ཀློག་སྦྱོང་ཚེ་ང་ཚ་ར་སྤྱི་གཙུག་སྐྱབས་ནི་འདི་སུ་དེ་ལས་ཡིག་སྐུ། དེ་ཁྲིད་ནི་གི་ཡིག་གཟུགས་སྦྱོང་ནི་འདི་སུ་དེ་དེ་བས་ཏེ་དེ་སྦྱོང་ན་ཡིན་སེམས་མེད་ལ་ཡང་བཀའ་འགྱུར་ཀློག་པ། དབྱར་གནས་ཚོགས་པ་རྒྱུན་བུའི་སྒྲུབ་པ་ཚོགས་པ་ལ་སོགས་ལས་གཞན་དོན་མེད་ཀྱི་བྱ་བ་གང་ཡང་བྱེད་སྲོལ་མིན་ཟེར་དག་སྐྱབས་རྗེ་རིན་པོ་ཆེ་ཁོ་རང་བཟུང་བྱས་ཀྱི་དབང་དུ་བཏང་མ་ཕྱིན། དེ་ལས་ཨང་ནི་འདི་སོ་མ་གཏོགས་བཅུ་བོ་དེ་བཞིན་འབི་ནི་མིན་ཚེ་ཁྲི་རེ་སྐབས་སུ་བཀའ་འགྱུར་ལྷག་དེ་ལས་རུ་བ་རྒྱུན་པ་གྱིས་དེ་འབྲི་གཞི་རྟག་ཏུ་བས་དབྱར་གནས་ཚོགས་ནི་རྒྱུན་བུ་རྒྱུ་སྒྲུབ་པ་ཟེར་ང་ཚེ་ནང་བས་བ་ཞིན་དེ་རྒྱུན་མི་དབང་ཆོས་ཟེར་རྒྱུན་དབང་སྒྲུབ་ཆེན་ཟེར་བཏགས་ནས་ཡོད་པ་སྨོས་ལ། རྟགས་ནི་རྒྱུན་མི་སྒྲུབ་པ་དེ་ང་ཚེ་ར་སྒྲུབ་པ་བཀའ་བརྒྱུད་བི་གྱིས་དེ་དགེ་དབང་སྒྲུབ་བྱེད་འདི་ག་སྟེ། དེ་ལྟར་ལྷ་དབང་སྒྲུབ་བྱེད་འདི་འབེལ་བ་ཅི་མིན་ཏེ་ང་ཕྱི་ནང་སྒྲུབ་ཕུལ་གྱི་ཐུན་མོང་མ་ཡིན་པའི་ཡི་གེའི་ཆོས་ཉིད་ལ། དེ་དེ་ལྟ། བཀའ་ཆོས་ལོག། སྲས། འཇམ་དཔལ་རྡོ་རྗེ་ཀྱི་སྐུ་ཕྲེང་དམ་པ། དེ་ཡང་སྲིད་དམ་པ་དགེ་སེ་ག་ན་པ་ཏི། དེ་ཡང་ལྕགས་རི་ལོ། དེ་ལྷ་མོ་གྱི་གཉེན་མཚམས་ནའང་བཞུགས་པའི་གི་སྐབས་ལོ། དེ་དཔལ་ལྡན་ལྷ་མོ་དངོས་སུ་བྱོན་དུས་གི་བས་དེ་འཆམ་དང་གར་འཆམ་དུ་སོའི་མོ་རོག་གི། དེ་སྤྲུལ་སྐུ་གི་སྡོང་མགོ་ལོ་ག་ན་པ། དགེ་སེ་ག་ན་པ་ཏི་གི་སྡོང་མགོ་ལ་དོན་དཔལ། དེ་དགེ་སེ་ག་ན་པ་ཏི་གི། དེ་སྔ་ཆར་གྱི་ཐེམ་ཁུངས་རྫོགས་ན་རུ་ལྷ་དབང་འགྲུབ་ཆེན་འདི་སྟེ་རྒྱུ་དབང་འགྲུབ་ཆེན་ནོར་ཚུལ་དགའ་བདེ་གིས་པའི་རྟགས་གནས་པའི་གཙུག་ན་མེད་དེ་དེ་སྔ་ཆར་ནང་གདན་ས་བརྒྱུད་པའི་གིས་རྟགས་དེ་ཚད་ཞུས་པ་རྨོ་ང་ཕྱི་ནང་ཡོད་མེད་དེ་དེ་གདན་ས་བརྒྱུད་པ་ཡིན་ཡིན་ཟེར་སྒྲུབ་པ་བཀའ་བརྒྱུད་ན་ལུ་སྟོད་སྒྲུབ་སྨད་སྒྲུབ་བར་སྒྲུབ་གཞུང་སྒྲུབ་གདན་ས་བརྒྱུད་པ་ཟེར་དེ་ཡོད་མེད་ཀྱི་ནང་ལས་དེ་སྔ་ཕྱི་གི་དེ་གདན་ས་བརྒྱུད་པ་ཡིན་ཡིན་ཟེར་རྟགས་ནི་གདན་ས་བརྒྱུད་པ་དེ་ཡང་དེ་ར་ལུང་ཟུང་གཅིག་གི་དབང་དུ་བཏང་མ་གཅིག་ནི་ར་ལུང་དང། དེ་ལས། སེར་བ་བྱང་ཆུབ་གླིང་འདི་སུ་ན་ལོ་དེ་ལྷ་དབང་སྒྲུབ་ཆེན་ཚོགས་ནི་ཡོད་པའི་ལུགས་རྒྱུན་མི་འདུག་ལ་དེ་ང་ཆ་ར་ནའང་དེ་རྒྱལ་སྲིད་ག་ན་པ་ཏི་ཀི་སྐབས་ལས་དེ་ཐུན་མོང་མ་ཡིན་པའི་ཀི་ཁྱད་ཆོས་དེ་དུས་རབས་བཅོ་བརྒྱད་པའི་ན་ལོ་དེ་དུས་རབས་བཅུ་བདུན་པའི་སྨད་གསུམ་ཅི་ག་འོག་ནས་འདས་ཨམ་ཅི་ག་གཙུག་ན་ནམ་ཡིན་པའི་སྨོ་ལ་ད་དེ་སུ་ཀི་དུས་ཚིགས་འདི་སུ་ང་ཆ་ཀི་དེ་ཕ་ཡི་ཆ་ན་དེ་ནམ་ས་མི་དེ་ད་དེ་སུ་སེམས་ཁོང་བཞག་མ་སོ་བས་ལ་དེ་ལས་རྒྱལ་དབང་སྒྲུབ་པ་ཚོགས་པ་སུ་ལས་གཞན་དུས་མིན་གི་བྱ་བ་གང་ཡང་བྱེད་སྲིད་ད་རྒྱལ་དབང་སྒྲུབ་ཆེན་འདི་ང་ཆ་ར་དེ་ད་དཔེར་ན།

སྤོས་དང་འཇའ་ལིང་གི་སྣ་དྲངས་ནས། དགེ་འདུན་རྣམས་ལྗོངས་རྒྱུ་ཡི་ཚུལ་དུ་ཐག་རིལ་སྤང་ལྗོངས་ཉམས་དགའ་བ་ཞིག་ཏུ་ཕེབས་ནས་བླ་མ་དང་གྲྭ་རྒན་རྣམས་གྲལ་དུ་བཞུགས་ནས་གཟིགས་མོ་མཛད། ད་ནི་ང་ཅག་དབྱར་གནས་དྲོད་དུ་ལུས་ཏེ་དབྱར་གནས། དྲོད་ཤི་ན་ལོས་པའི་ཏེ་དགའ་དྲོད་དགའ་ཡས་སེ་བྱོན་གོ་བ་མོ། དགའ་ཡས་སེ་མི་དེ་ཧེ་མ་ཏེ་དབྱར་གནས་ཀྱི་སྐབས་སུ་སྦས་མ་ཆོག་པ། བཀག་བཞག་མི་དེ་སུ་རྟགས་ནི་ལ་ཚ་བྱི་ཕག། ཡང་གཏམ་མདའ་ལུ་སྟེ་ག་ཡེ་སེ་ད་ཚུགས་གོ་བ་འདི་ཏོ་ཏོ་བས་དེ་བཤད་པ་ཅི། དེ་ག་ཡེ་གི་གནམ་ལྕགས་སྣ་ལུ་ད་རུ་དེ་ལས་ཤ་ཅི་འདུག་ལ་དེ་ཁོང་རོ། ཉན་ཐོས་ཀྱི་འདོད་པ་སྣ་ལུ་ཡང་ག་ཡེ་གི་བཞེད་སྟངས་མ་འདྲ་བོ། རང་རང་སོ་སོའི་གི་བསྡུས་ཡུལ་གྱི་ཕྱག་ལེན་ནི་བསྟན་འདི་གི་བས་དེ་ག་ཡེ་གི་གནམ་ལྕགས་འདི་ཚོ་ཡང་དེ་བཤད་སྟངས་མ་འདྲ་བོ་དེ་བསྡུས་ཡུལ་གྱི་གཞུང་མི་སུ་སྣ་ལུ་དད་པས་འདུག་ད་དེ་སུ་གིས་དེ་ར་རུ་ང་ཆ་དེ་ན་ལང་ཤེས་གོ་མི་ནོ། དེ་ག་ཡེ་སེ་མི་དེ་ར་ཧེ་མ་གཡག་ནས་ཟླ་བུ་ཕྱེད་ད་གཉིས། ཟླ་བུ་དྲུག་གི་ཚེས་བཅུ་ད་སྤྱན་སྔ་ལ་དགུ་ཚུ་དེ། དེ་ཟླ་བོ་བདུན་མིག་གི་གནམ་གང་ཚུན་ཚུད་དེ་ཉི་མ་བཞི་བཅུ་ཞེ་ལྔ་ཟིན་བས་འདི་དེས་འདག་ཆགས་ཀྱི་སྟོན་པ་གིས་མ་འཇལ་ག་ན་བཞུགས་པའི་སྐབས་ལས་ར་དབྱར་གནས་སའི་མཚམས་བཟུང་བཅིངས་དེ་མཚམས་བཙུགས་དེ་གི་བའི་ཨ་ནི་དབྱར་གྱི་ར་བ་ལས་འཕགས་མ་འདས་པ་དགའ་ལྡེམ་ལྕི་བས་དགེ་འདུན་གྱི་ཕྱག་ལ་ཐིམ་དུས་བའི་ས་ཕྱི་རོལ་དབྱར་བྱིན་རླབས་བརྒྱབ་དེ་གི་བས་དེ་འཇུག་དེ་གི་བའི་ཨ་ནི་བའི་སྦས་སྒོ་ལ།

དབྱངས་ནི་འཁྲུལ་འགའ་ཡིག་གི་ཚིག། དེ་སྟེ། དབྱངས་ནི་འཁྲུལ་དེ་དེ་ལས་དེ་ལྟར་གྲུབ་པ་འགའ་ཡིག་སྲིད་དེ་བརྗོད་བ་ལས་དེ་དར་ནག་པ་ང་ཚ་ར་ཡ་ཏང་གུ་གུ་དུས་སུ་དེ་ལྗོངས་རྒྱུ་ཆོས་ནི་ཡོད་པ་དེ་ལྗོངས་རྒྱུ་སེམས་མི་དེ་ལྟ་ནི་མི་ན་བུའི་གྲོང་ཁྱེར་དེ་ཀོ་རུ་ཁྱབ་དེ་ཆོས་མདའ་མོ་དང་ནི་འབོ་ད་ལུ་འགའ་ཡིག་ཚིག་སྤུས་དར་འཇར་ལིང་གི་སྣ་དྲངས་ནས་སེ་སོ་བ་བསོད་དྲ་དར་བཅས་པས་དེ་སྤུས་དར་འཇར་ལིང་གི་དེ་སྣ་དྲངས་དེ་གི་བས་དེ་དགེ་འདུན་རྣམས་ལྗོངས་རྒྱུ་ཡི་ཚུལ་དུ་སེ་དར་དང་པོ་འཇལ་ཁ་ན་ལུ་དེ་ལྗོངས་རྒྱུ་ཆོས་མདོ་མེད་དེ་དར་ནག་པ་དེ་དེའི་གི་ཚུལ་མ་ཉམས་བྱེད་པའི་ལྗོངས་རྒྱུ་གི་ཚུལ་དུ་བས།

བཀྲ་ཤིས་སྦྱོང་གསུམ་གྱིས་འབེལ་བ་བྱིན་ཏེ། བསྟོད་བསྟན་ལས་བཤགས་ཡུལ་ལ། དེ་བསྟོད་བསྟན་འདི་སོགས་དེར་བས། དགག་དབྱེ་གྱི་སྐབས་རུ་དེ་གུང་མོ་སྤུབས། དེ་རིན་པོ་ཆེ་དག་བསྟོད་བསྟན་འདི་སོགས་གུང་ན་བཞུགས། དེ་གོང་ལ་བསྟོད་བསྟན་དྲག་བསྐྱེད་འདི་སོགས་དེ་གེ་སར་གྱི་རྣམ་ཐག། དེ་སྐད་སར་གྱི་རྣམ་ཐག་འདོན་གོ་ཀེ་གེ་སར་གྱི་གླུ་བཏང། གླུ་ཨ་ལ་ཨ་ལ་ཐ་ལ་རེ་ཐ་ལ་ནི་གླུ་ཡི་ལན་ལུགས་རེད་ཟེར། དེ་རུ་ཁམས་པ་གི་དང་ང་ཕྱི་ནང་བཏང་མི་རིགས་གདངས་མི་འདྲ་བོ་ཅིག་འདུག་དེ་གོང་ལ་ཁམས་པ་གིས་དེ་གེ་སར་གྱི་གླུ་བཏང་ཐང་ཅིག་སོགས་སུ་འདུག་དེ་ང་ཆ་མ། དེ་ཧེ་མ་བཀྲ་ཤིས་སྦྱོང་དེ་བས་སྐབས་ལུགས།

དེ་སུད་སུད་དུ་གསོལ། དེ་དང་ནི་གི་ཡ་ནས་ག་ཡི་དང་སི་གི་དན་ས་ཆ་ག་ཏི་ཡིན་རུ་དེ་ན་ལུ་བཞི་བས་བས། དེ་ཐུགས་སྤྲུལ་གྱི་སྟོན་མོ་འདི་སུ། དེ་ག་ག་འོ་བས་མཛད་དེ་གི་བས། དེ་ཐབས་ཆུ་རུ་སུད་ཁ་ན་རིམ་འདི་ལ། དེ་ད་དུང་འོ། བདུན་རིམ་པ་ན་ཟེར་ཐབས་ཆུ་རུ་སུད་ཁ་ན་རིམ་གྱིས། དེ་ལས་གཙུག་ལག་ཁང་དུ་ལོག་འདི་གི་བས་དེ་བྱོན་མིན་བས་སོ་སྨྲས་ལ། ཁམས་པའི་བླ་མ་དང་གྲྭ་པ་རྣམས་སྤང་ལྗོངས་སུ་ཕེབས་ནས་ཐུགས་སྤྲོ་མཛད་པ། ད་ཁམས་ཀྱི

དེ་ལྟར་ལོ་སར་གྱི་སྐབས་སུ་འབེལ་བ་བྱིན་ཏེ་ལྗོངས་འཇུག་སྲིད་མི་དེ་ལྗོངས་མ་ཧོབ་ལས་སྟོན་འདི་བགྱིས་པས་དེ་ལོ་སར་དེ་གཙུག་ལག་ཁང་ནང་ལ་བཞུགས་འདི་བགྱིས་པས་དེ་དུར་ཁྲོ་འདི་གསུ་དེ་དེ་བས་གནང་མིན་འབེལ་སོ་མེད་ལ། དེ་རང་ཉིད་ནི་གཞན་ལ་ལྟད་མོར་ལྟ་བའམ། ཡང་ན་ཁང་པའི་ནང་ཉལ་འདོད་པ་ལས་རྩིབ་མོ་རྩི་ཡི་ནུས་པ་མེད་ཚེ་སྐྱབས་རྗེ་གསུམ་གྱིས་འབེལ་བ་བྱིན་ཏེ་རྩིབ་མོ་རྩི་འདི་ལོ་ཐུང་གིས་བཀྲོངས་བས་མི་གནོང་དེ་ལྟར་རོ་རྩིབ་རྩི་སར་ལྟེམ་བཏགས། ཡང་ན་འཁོར་རིགས་ཀྱི་དགྲ་ཤ་ན་བརྫུས་པས་དེ་ཉན་འདོད་མ་གཏོགས་སྤྱི་བོ་དེ་ཙེམ་ཙི་ནི་ཡི་ནུས་པ་འཁོར་ལོ་མིའི་སེམས་མེད་ལ། རང་ཅག་སློབ་གཉེར་བ་དང་གྲྭ་ཚང་གི་འདྲི་དེར་ཞུགས་མཁན་རྣམས་དུས་རྒྱུན་ཆོས་བརྒྱུད་ཀྱི་བྱ་བ་ལ་བརྩོན་ནས་རང་དགར་སྤྲོ་འཆམ་མི་བྱེད་པར། དུས་མཚམས་སུ། རྒྱུན་འཛིན་སྤྱི་ཚོགས་ཀྱི་ངོས་ནས་ཐུགས་ཁྲོའི་རིམ་པ་མཛད་ན། ཡུལ་བབ་ཆེད་དུ་སྙམ་པ་རང་གི་བསམ་འཆར་ཡིན་ཙང་ན་སྐྱབས་རྗེ་རིན་པོ་ཆེ་འཁོར་རིགས་ཀྱི་ཐུགས་འཆར་ཅིའི་མེད་ལ། འཁོར་རིགས་ཀྱི་ཐུགས་འཆར་འདི་ང་ཅི་ར། དེ་བཤད་གྲྭ་བེ་རུ་སློབ་གྲྭ་བེ་རུ་གྲྭ་ཚང་བེ་རུ། དེ་ལྟ།

སྟོང་གཅིག་སྟེ་ཐུགས་རྗེ་སྣང་ཡེ་སེམས་མེ་ལ་དབབ་སྟེ་ལྕགས་ཀྱུ་རིན་པོ་ཆེ་འཁོར་རིགས་ཀྱི་ཐུགས་ཆར་ཡིན་པས། དེ་ནས་རང་ལོ་བཅུ་གསུམ་ལ་ཉེ་བ་ན། དེ་ལས། གནམ་ལོ་མེ་མོ་ལུག། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ཙམ་ལོ་མཚོ་པད་མ་ཅན་དུ་ལྕགས་ཀྱུ་བདུན་ཅུ་རིན་པོ་ཆེ་ནས་རིན་ཆེན་གཏེར་མཛོད་ཀྱི་བསྐང་བ་ཆ་ཚང་གནང་རྒྱུ་ཡིན་པའི་ལོ་རྒྱུས་ཐོས་ཟེར། དེ་ལས་ད། ལྕགས་ཀྱུ་རིན་པོ་ཆེ་འཁོར་བ་དགུང་ལོ་བཅུ་གསུམ་བཞེས་བལྟ་ཡི་མེད་ལ་གནམ་ལོ་པད་མ་ཅན་མེ་མོ་ལུག། དེ་ལས། སྤྱི་ལོ་བའོ་ཞིན་སྤྱི་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན། ཙམ་ལུགས། ཏེ་མ་མཚོ་པད་མ་ཅན། ཏེ་མཚོ་པད་མ་དེ་སྔ་ཕྱིར། རྒྱ་གར་ཧི་མ་ཅཱལ་པར་དེ་ཤི་ལུགས་ཡོད་མོད། ཏེ་ཧི་མ་ཅཱལ་པར་དེ་ཤི་ལུགས་ཡང་མ་འདྲེས་སི་མི་འདི་ཏེ་གེ་སཱ་ཡིན། ཏེ་ཨ་ནེ་ལ་ཡ་ཨ་ཏཱ་ཏི། ཏེ་རེ་ཨ་ཁ་རི་ཀ་ཏཱ་ཏི་ཇོ་ཏཱ་ལུ། ཏེ་ཏེ་མཚོ་པད་མ་སེ་ཏཱ་རི་ནག་པ་སྔ་ཕྱིར། ཏེ་མཚོ་པད་མ་རྒྱལ་བ་ཇོ་མེ་ལེ་ཤ་འབྲུག་རྒྱལ་ཁ་སུ་ཀི་རུ་ཨལ་སཱ་ཨལ་སི་ལ་བི་ལ། ཏེ་སྔ་ཕྱི་ཀི་ཁ་ན་བའོ་ཞིན་མཚོ་པད་མ་སེ་ལ་བི་ཡིན་པས་མོ། ཏེ་ཨ་ན་རེ་བའི་ཤེ་ལེ། ཏེ་ཨ་ན་རུ། དེ་ལྟར་མཚོ་པད་མ་ལོ་སྐྱབས་ཀྱི་དུས་ཆུང་རིན་པོ་ཆེ་གི་ཞབས་ས་ལས་དེ་རིན་ཆེན་བསྟོད་ཚིག་གི་ཀ་བ་ཆ་ཚང་གཅིག་དེ་གནང་ནི་ཡིན་མིན་གྱིས་དེ་ལུག་ཕྱུགས་དད་པས་དེ་ལྟ་གོ་ཡི་ཡིད་སེམས་མེད་ལ་སྐྱབས་རྗེ་ད་ནི་བོ་ད་ལོ་དེ་དེ་ཡང་དུས་ཆུང་རིན་པོ་ཆེ་རང་གི་བླ་མ་འགྱུར་མི་ངེས་དོན་འོང་པའི་ཞལ་ནས་སི་ད་དེ་སྐྱབས་ཀྱི་དུས་ཆུང་རིན་པོ་ཆེ་གིས་དེ་རིན་ཆེན་བསྟོད་ཚིག་ཞུ་སྲོལ་དེ་གང་མ་སོང་བ་ཅིན་དེ་ད་དུས་ཆུང་རིན་པོ་ཆེ་ཁོ་རིག་གི་བླ་མ་འགྱུར་མི་ངེས་དོན་འོང་པོ་ཟེར་བའི་འདི་གི་ཞལ་སྔ་ལས་དེ་དེ་སྔ་རྒྱང་རྒྱུན་རྣམ་གཉིས་ཀྱི་ཞལ་སློབ།

དེ་རུ་རིན་ཆེན་བསྟོད་ཚིག་འདི་སྟེ་བསྡུ་སྒྲུབ་མཛད་དེ་མ་པ་དེ་རྣམས་ཀྱིས་བཀའ་ཡི་བསྡུ་བ་པོ་ངོ་མ་དེ་སྟེ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེའི་སྨད་ལ། ཏེ་ཨ་ནི་བའི་སྦས་པོ་དང་ལུ། ཏེ་ཨཱ་ནི། ཏེ་ཏཱ་ཧེ་མ། ཏེ་འཇམ་མགོན་ཀོང་སྤྲུལ་རིན་པོ་ཆེ་དང། དེ་ལ་འཇམ་དབྱངས་མཁྱེན་བརྩོན་དབང་པོ་གྱི། རྣམ་གཉིས་ཀྱིས་ཞལ་སློབ། ཏེ་འཁོར་ལོ་རྒྱུད་བླུགས་མིག་གི་བྲེ་ཁ་ལས། ཏེ་གཏེར་མཛོད་ཚ་རྔ། རིན་ཆེན་གཏེར་མཛོད་ཚ་རྔ། ཏེ་སྣང་མེད་འདི། ཏེ་ཨཱ་ནི། ཏེ་བདུད་འཇོམས་རིན་པོ་ཆེ་གྱི་བླ་མ། ཏེ་ཏཱ། འཇུར་མེད་ངེས་དོན་དབང་པོ་སེམས་མེད་འདི།

རྟགས་ནི་བའི་སྟེ་ལུང་བསྟན་གྱི། སྟེ་ལུང་བསྟན་དང་ཁྲིད་རྩིས་ཀྱི་བའི་ལུང་བསྟན། ནང་གི་ཐ་མ་རྟགས་ནི་བདུད་འཇོམས་རིན་པོ་ཆེ་ཀྱིས་མ་ཚོགས་པད་མ་ལོ་ནག་མོའི་བཀའ་ལས་ཏེ་རིན་ཆེན་ཐོད་རྡུལ་ཚར་བཅུ་པ་དེ་ཡིན་མེད་སེམས། བདུད་འཇོམས་རིན་པོ་ཆེ་ཀྱིས་ཧེ་མ་ཡ་བུའི་གསང་སྨན་ལུགས་སྣང་ནོ། དེ་ལས་བར་བཀྲ་ཤིས་སྒང་ལུགས་སྣང་ནོ། དེ་བཞེངས་ཁ། དེ་ལྟར་གང་དེ་དགུ་ཚིག་རྣམ་ལྔ་འོང་བ་འདི་སྨྲོས་ཤིག་ལ། རྟགས་ནི་བའི་བུ་ད་ལུ་རྟགས། མདོར་བསྡུ་བ་ཅན་ཏེ་མ་ཚོགས་དཔལ་མོ་ལོ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེའི་བདུན་ལོ་སྐྱ་ནག་མེད་དེ་ཐ་མ་དེ་ཡིན་མེད་ཟེར་མོད་པ། ད་ཨ་ལི་བའི་བུ་ད་ལོ་ཐ་མ་དེ་ཡིན་པ་ཤེས་ནས་མི་མང་པོས་འགྲོ་འདུག་བྱེད་ཀྱིན་འདུག་ཟེར་ཨ་ལི་ད་ད་རེ་གི་དེ་རིན་ཆེན་བདུད་འཇོམས་རིན་པོ་ཆེ་གི་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་གི་དེ་རིན་ཆེན་གཏེར་སྟོན་གནང་ནས་དེ་ད་ཐ་མ་དེ་ཡིན་མེད་ཟེར་རྒྱུ་རྒྱུ་དེ་ལ་ད་ཨ་ལི་ཨི་མི་ཤེས་དེ་གི་བས། དེ་ལས། སྟོད་སྨད་ལས་ཤ་གཅིག་དེ་ཨ་ནེ་རིན་ཆེན་སྟོད་རྩིས་དུས་ཞུ་བ་འཇོག་ནུས་ཀྱི་འདོད་པ་སྐྱེ་འདི་སྐྱེ་བའི་དུག་སོགས་མེད། སྤྱི་རེ་གྲ་ཚང་གཅིག་གི་ནང་འབྲི་ཞུ་བྱས་ཚར་ནས་ཕན་ཚུན་རང་དགར་འགྲོ་མི་ཆོག་ཅིང། གལ་སྲིད་སོང་བ་ཡིན་ན་བླ་མ་རྣམས་ཅུང་མི་ཉེ་བ་ཡིན་ན་ཡང། དེ་སྤྱིར་བཏང་གི་ང་ཅག་གྲ་ཚ་གཅིག་གི་འབྲི་ལམ་ནང་ལ་ཞུགས་ཚར་ཕྱིན་ན་ལས་དེ་རང་ག་ག་ཚོ་བས་ད་རེས་ན་འཇོག་གོ་བས་ཚོ་བ་བཞིན་ན་ན་བ་ཕག་འཇོག་གོ་བས་ཚོ་བ་བཞིན་ཕག་དལ་བས་འཇོག་ནུས་མིན་སོགས་མེད། ལྷག་པར་དུ་དེ་ན་ལོ་གཞུང་མིག་གི་དགུ་བདག་བླ་མ་འདི་གི་ཐུགས་དག་ཏེ་ཏེ། རྒྱས་ནི་གི་ཉེན་ཁ་ཡོད་ཡོད་ཡིད་ས་མེད་ཁ་ཏེ་ཀུ་ཏེ་ནད་པའི་སྦྱོར་བ་ཅན་ཅུང་མི་རྙེད་པ་ཡིན་ན་ཡང་ད། ཐུགས་སྲས་རིན་པོ་ཆེ་ཡི་ཞབས་ནས་རང་ཉིད་གང་འདུག་འགྲོ་ཡང་བཀའ་བསྒོ་ཡེ་ནས་མི་མཛད་ཅིང་ཟེར་ད། ཐུགས་སྲས་རིན་པོ་ཆེ་གསུམ་ཆུད་བ་ཅན་ཏེ་ང་ཕྱི་སྐྱབས་རྗེ་ཆོས་ལུང་དབང་ལུང་ཞུ་བ་ག་ཏེ་ར་ཏེ། ཇོ་དི་བེ་ཏི་ཇོན་དི་བེ་ཏི་བེ་ས་ཅི་རོའི་ཐུགས་སྲས་རིན་པོ་ཆེ་གིས་ཏེ་བཀའ་བསྒོ་ཟིན་མི་ནི་མ་པ་ལི་མི་ཡིན་ཟེར་མོད། དེ་ལས།

དེ་མིན་ན་རྒྱུད་ལ་བྱིན་རླབས་འཇུག་ལེ་མ་རེད་ཅེས་པའི་ཞལ་བསྟ་བཟང་པོ་དང། བདུད་འཇོམས་རིན་པོ་ཆེར་ཕུལ་རྒྱུའི་ཕྱག་ཁྲིད་བཅས་སྔ་བྱོན་དད་པའི་སྤུ་ལོང་གཡུ་བཞི་འཆང་དབང་ཞུ་བའི་ཚེ་ཐུགས་བརྩེ་རིན་པོ་ཆེ་གི་སྐུ་མདུན་ལྕགས་དེ་དག་འཆང་དབང་ཞུ་བ་ལྕགས་ཆ་དངོས་ལ་ད་སྔ་ད་རེས་མ། དེ་དག་ཚོགས་པད་མ་ལུགས་དེ་སྐྱབས་ཀྱི་བདུད་འཇོམས་རིན་པོ་ཆེ་གི་ཞབས་ཁྲ་རེ་རིན་ཆེན་གཏེར་མཛོད་ཀྱི་དབང་ཕྱི་ཞུ་བ་ཇོ་ནེ་པི་ཡིན་སོགས་དང་དེའི་ལུགས་འགའ་ཆ་ག་ནས་མེད་པ་མ་ཟད་ད་རུ་དེ་དག་བཀའ་སློབ་དེ་སུ་ག་དེ་བས་གནང་ཡིན་ཟེར་བ་བྱིན་ཏེ་ཨོང་བ་ཞུ་ཡིག་བཀབ་ལོ་དེ་ཨོང་བ་ཞུ་ཡིག་གི་ཞུ་ས་ཀྱི་བླ་མ་དེ་རུ་སུའོ་རྩེ་གཅིག་ཏུ་བཏབ་སྟེ་དེ་ཞོག་གོ་ཟེར་དེ་མེད་མ་བྱིན་ཏེ་ད་རྒྱུད་ལུགས་བྱིན་རླབས་མི་འབྱུང་བ་ཟེར་རྩ་བ་རང་ང་ཅག་རང་ཨོང་བ་སེར་མེད་དེ་སུ་དེ་ང་ཅག་གིས་ཞུ་མེད་དེ་རང་གི་རྒྱུད་ལུགས་དེ་བླ་མེད་ཀྱི་བྱིན་རླབས་འབྱུང་ནུས་ཀྱི་དོན་དག་ལས་ཡིན་སྨྲོས་ལ། དེ་ཨོང་ཟེར་གཏོར་བདག་བསླུ་བ་ཞེས་བྱ་དེ་ཟེར་གྱི་སྐབས་སུ་ལོ་ད་ཨ་བི་ཁན་ཚ་ཤེ་མེད་ཀྱི་སྒྲ་ལས་གྲགས་མ་བྱིན་ཏེ་གཏོར་བ་དང་བླུགས་པ་ཟེར་རང་གི་རྒྱུད་ལུགས་ཡོད་པའི་སྒྲིབ་པ་དེ་ཕ་གཏོར་དགའ་བཞི་ཀྱི་ཡེ་ཤེས

ཏི་ཏཱ་མ་ལ་ཡ་བུང་མ་ལ་ཡ་བའི་དགུ་ཚུགས་དེ་གིས་ཏེ་དབང་དངོས་གཞི་སྦོམ་འདི་སུ་བས་བ་བྱིན་ཏེ་དྭངས་མ་ར་དབང་གི་རྟགས་ཀུན། དེ་ལས་ཏེ་དབང་གི་རྟགས་ཀུན་ན་ལོའི་ཏེ་དག་ཕྱུ་རུ་རྨི་ལམ་དགུ་ནི་གི་རྩ་ཀུ་ཤ་ལས་དགུ་ཚུགས་དེ་གིས་བས་ལ་བ་དང་ནི་གི་གསུང་ཀུན་ལས་དགུ་ཚུགས་དེ་གིས་བཀྲམ་ནི་ཡོད་བ་དེ་མོ། ཏེ་དེས་ན་བ་དཀྱིལ་འཁོར་འདི་སུ་སྡོང་གོ་ཀས་ཏེ་རང་གི་ཏེ་མི་ཏོ་འདི་སུ་ཏོ། རང་གི་མི་ཏོ་གང་ལ་འཕོ་བའི་གི་ལྷ་དེ་ཚེ་རབས་ལས་གི་ལྷ་སྐྱེ་བས་ཏེ་ཨང་ན་ལས་བས་ཏེ་ལྷ་ཡི་དམ་གི་ལྷ་བས་ཏེ་སྒྲུབ་སྡེ་གི་སྦྱོར་ཡུལ་ལུ་སོའི་གདུགས་ལ། ད་དེ་སུ་ལུ་ཆུ་ཕག་ཞག་གི་མ། དག་པན།

དབང་ག་ཅི་སེ་ན་ར་མ་ཤེས་མོ། ཡ་ལ་མ་དབང་གི་གཞི་དགོས་པའི་སྐབས་སུ་ལུ། ཏེ་རང་གི་མི་བ་སེ་བ་ཡ་ག་ནན་སེ་ནི་མི། ཏེ་རུ་དང་མ་ཡ་གི་སྤྲད་ས་ལུ་མ་ཧུད་མཚམས་བཅད་ས་ལུ་མ་ཧུད། ཏེ་ཡ་ལ་མ་ད་ཁྲུས་ཆུ་བཏང་ས་དེ་སུ་ག་ནན་མི་བ་ཏེ་ཁྲ་ཨང་ཁྲ་མ་ཨང་འཇུག་ལེ། ཏེ་ལེ་ཏེ། བུམ་པ་ཨིན་རུ་ཀ་པ་ལ་ཨིན་རུ་དབང་གི་རྫས་ག་ཅི་ཨིན་རུ་ཙ་ལེ་ཨིན་རུ་ཅི་དགུ་ཏུ་ཨུ་ཀ་ཡ་བ་ཅི་ནི་དར་བའི་དབང་ཐོབ་ཅི་ཡི་སེ་ཏེ་ང་ཅི་ར་དེ

དེར་བརྟེན་དབང་མི་ཐོབ་ཟིན་ལུགས་ཆུང་མ་བ་དེ། དབང་ཞུ་དུས་སུ་བ་རྩེ་གཅིག་ཏུ་བཏབ་ནས་བཞུགས་ཡོད་ཟེར་དེ་མིན་རྒྱུད་ལ་བྱིན་རླབས་འཇུག་ལེ་མ་རེད་ཟེར་དེ་དེ་རྒྱུད་ལ་བྱིན་རླབས་མི་འཇུག་ཟེར་དེ་གསུངས་འདི་གི་བས་དེ་ལྟར་དེ་གི་བཀའ་སློབ་བཟང་པོ་གནང་མིན་གི་ཁ་ལོ་ལྷ་པར་དུ་དེ་ཐུགས་སྲས་རིན་པོ་ཆེ་གི་ཞབས་ས་ལས་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་ལུས་ཕུལ་ཉིན་གི་ཕྱག་བྲིས་འདི་སོས་དེ་ད་ལྕམ་དྲིས་ཀྱིས་དེས་ཆག་ལུགས་སྣང་བས་བན་དོའི་བུམ་ལས་ཏིང་འཛིན་རྣམ་སྨིན་བསམ་མེད་ཀྱི་རྒྱལ་པོའི་སྤུ་ལོང་གཡུ་དང་ཨ་ནི་ལས་དེ་བླ་མ་ཐུགས་སྲས་རིན་པོ་ཆེ་ཀྱི་ཞབས་ལ་འཆང་བར་ཞུ་སྨྲས་པས་དེ་ལས་དེ་ཚོགས་པད་མ་ལུག་དེ་ལས་དེ་དབང་ཞུ་བར་བྱོན་ཏེ་རྒྱུའི་བྱོན་མི་ལུག་རྒྱུ་མེད་ལ། དེ་ལས་དྭངས་མ་རག་སྟེ་དེ་གར་ལྕམ་དྲིས་འཁོར་ལོས་ཀྱི་ཡབ་བདག་ཡུམ་བྱང་ཉམས་རག་སྟེ་བཞུགས་སྲིད་དེ་བཀའ་ལུས་ཕུག་པས་བན་དེ་ཀྱིས་དེ་ནས་ཐོག་མར་བཀའ་ལུས་འཕུངས་སུ། ཕ་མེས་ཀྱི་རྩ་ར་ཕྱི་ནས་བཞག་འགའ་བསྡད་པའི་མཐར། ཆོས་ཞུ་བ་མི་མང་དང་ལྷན་དུ་ཧུ་སེ། ཏེ་ལེ་ཏེ། མདའ་ཅི་ནི་ལེ་ཏེ་བྷ་ཀ་ལི་བྷུ་ཧོ་རི་ཡབ་དང་ཡུམ་བེ་སར་བྱོན། ཏེ་བྷ་ཉིམ་ཅི་ཉི་ཅི་ངལ་སོ་བཞུགས་ཏེ་བྷ་ལེ་ཕྱག་རོ་བྲིས་བསྐོར་བ་སྟེ། ཏེ་ཨེ་ལ་མ། ཏེ་ཕྱག་རོ་འདི་སུ་ལྟར་ཅི་ཁ། ཏེ་ཁ་སྡོམ་འདི་གི་བས་ཏེ་ལེ་ཏེ་མ། དབང་ཞུ་བ་འབྱོར་མེད་འདི་སུ་ལྟར་ཅི་ཁ་བས། ཏེ་སྣུམ་ཁོང་ན་བཞུགས་ཏེ་ཀ་ལི་བྷུ་ལེ་མ། ཏེ་ག་རི་ན་བརྫུས་ཤི་ལི་གུ་རུ་འོང་དགོངས་མོ་ལ། ཏེ།

ཏེ་བླ་མ་དེ་ལས་ཡུལ་མ་འབྲིང་བ་ར་ཏེ་ད་ནམ་སང་ཡུལ་རུ་མ་བཞུགས་བ་དེ་ལས་དེ་དགོངས་པ་རྫོགས་པའི་ལུགས་ཀྱི་འདུག་སེ་མེད་སྐུ་ཤི་བའི་ལུགས་ཀྱི་འདུག་ད་ལྟ་ཁོང་གིས་བཀའ་དྲིན་རྗེས་སུ་དྲན་པའི་རྟེན་དུ་སེ་ད་དུ་དེ་ཁོ་རིག་གི་དྭངས་མ་དེ་ད་ཁམས་འོག་ར་ཇོ་ཁམས་པའི་བླ་མ་དེ་གི་བཀའ་དྲིན་རྗེས་སུ་དྲན་པའི་གི་རྟེན་བཟུང་བྱས་པའི་ད་རེ་བར་བཀུར་ཏེ་ཨའུ་ཚུགས་ལུགས་དེ་རྣམ་འཕྲུལ་གླིང་གི་གཙུག་ལག་ཁང་གི་ཡ་ཁམས་པའི་གི་ཐོག་ཁར་བསྟན་སྨིན་གི་སྒོ་ཁ་ལུགས་དེ་འོག་ར་ཇོ་ཡི་གི་རྣམ་པ་བྱས་ཏེ་ཁོ་གིས་སྡེབ་རེ་བཅས་བྲིས་དུས་ཡོད་སེ་མེད་ལ། ད་ང་ཅག་ཕག་མ་ཧུལ་བ་རྨོ་ལ། དེ་རྗེས་མ་ཚུགས་ཏེ་རུ་ཕག་ཧུལ་མི་སུ་གི་རྗེས་ཅི་འོང་མ། ད་དེ་དུས་ཨོང་ཞུ་ཡི་ཕྱིར་དུ། རྒྱལ་སྲིན་སྤྲུལ་སྐུ་མཆོག་དང་བླ་མ་ངག་དབང་སོགས་ཀྱང་ཕེབས་ཡོད་པས་སྲིད། ད་དེའི་སྐབས་ལུགས་དེ་དག་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་ལས། དེ་རིང་ཆེར་ཏུར་ཟིག་གི་ཨོང་ཞུ་ངེད་ཀྱི་དོན་དག་ལུགས་དེ་རྒྱལ་སྲིན་སྤྲུལ་སྐུ་དང་དེ་ལས་བླ་མ་ངག་དབང་དུད་སོལ་ཇོན་ཡིད་གསུམ་ཕེབས་ཡོད་པས་ངེད་རྣམས་ཉིན་མཚན་འབྲལ་མ་ལ་ཟེར་ད་ཁོང་ཆ་ཆབ་དེ་ལྟར་ཉིན་དུ་ཟླ་བརྒྱད་འགྲིག་གི་བས་དེ་རེས་ལི་དང་སྣུམ་ཁུ་ཅི་རིགས་པ་བཤུ་ནས་ཟས

ག་དེ་ལས་གཉིས་རུ། དེ་ཡི་རང་མ་སྤྲད་ན་རྫུས་ཡོད་ཅན། དེ་ལས་འགའ་རིའི་སྣུམ་ཁོ་ན་རྫུས་ཏེ་གྱུར་པས། དེ་བྱོན་མིག་གི་ཐ་མ་ལུ། ཐ་ར། གནས་ཆེན་མཚོ་དཔལ་མ་ཅན། སེམས་མེད་ན་ལུ་ཧྱུ་སི་ཡི་སེམས་མེད་ལ། རས་ལི་དང་སྣུམ་ཁ་ཅི། ཅི་རིགས་པ་ར་ཞུ་ནས། ཕྱིན་པས་ཐ་ར། གནས་ཆེན་མཚོ་དཔལ་མ་ཅན་དུ་སླེབ་ར་གྱུར་ཏོ། དེ་དུས་མཚོ་ཡི་མཐའ་སྐོར་དུ་གཙུག་ལག་ཁང་དང། རྒྱུན་དུས་ཁང་ཁམས། ཁང་ཁྱིམ། ཐར་ཐོར་ཙམ་ལས་ད་ལྟ་བཞིན་ཆེན་པོ། རྒྱ་ཆེན་པོ་མིན་སི་ཏཱ་ཨན་ཡིག་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་རེའི་བདུན་གྱི་སྐབས་ལོ་དེ་ཁོང་མ་རིན་ཆེན་ཏི་ལི་ཙི་གིས་འོང་སྟེ་སད་མ་བྱོན་མའི་སྐབས་ལོ་ཚེ་མཚོ་པད་མ་གིས་སྐོར་སྐྱབས་འདི་གི་བས་ཏེ་གཙུག་ལག་ཁང་དང་དགེ་འདུན་ཨ་ཙི་རེ་ཐར་ཐོར་རེ་ཁྱིམ་ཐར་ཐོར་རེ་མ་ཐོ་ཆུ་བོ་ད་རེ་བཟུང་མའི་དེར་ད་རེ་རི་དྭགས་མཚོ་པད་མ་སྐོར་སྐྱབས་འདི་གི་ཐེབས་བཞི་ད་ཁྱིམ་གངས་སུ་སྣུམ་བ་ལ་དེར་ད་རེ་བཟུང་མའི་རྒྱ་ཆེན་པོ་མིན་སོ་མེད། མཚོ་ནང་ཕན་ཚུན་ཕེབས་བཞུད་བྱེད་པའི་པད་སྡོང་དེ་མེ་ཏོག་འདབ་མ་ཅན་དེ་མིན་པ། རྒྱ་གླིང་གི་པི་པི་བཟོ་རྒྱུའི་འདམ་རྩ་མང་དུ་སྐྱེས་པའི་ཕོན་པོ་འདུག་ཅིང་གཙོ་བོ་ཆེ་བ་ལ་གུ་རུའི་པད་སྡོང་དང་ཆུ་དབང། གྲངས། གྲངས་ཚད་མ་ངེས་པ་རྣམས་ལ་མཁའ་འགྲོའི་པད་སྡོང་ཞེས་ཀྱང་ཟེར་ད་ནི་མཚོ་པད་མ་ནང་ཁོ་ན་ལོ་ཐེ་ང་ཆ་ར་ཨ་ནི་བའི་ཨ་ནི་བའི་དུ་བ་ལ། དགའ་བྱེད་ལོ། མེ་ཏོག་པད་མ། ད་མཚོ་པད་མ་སྤྱིན་ཟེར་སྐབས་དེ་ལོ་དེ་ལ་ལི་གཅིག་གི་སྟག་མོ་ནས་བཟུང་ཨ་ནི་མཚོ་འདི་ནང་ལ་མི་འདུག་པད་མ་ཡོད་ནི་འདི་གི་འདྲའི་ནང་འདི་འོང་དེ་བས་མི་འདུག་གསུངས་མོད། ད་ཨ་ནི་ཕ་ཨ་ནི་ག་ཆུ་ལོ་ཨ་ནི་ད་ཨའི་ལིང་བཟུང་པའི་ཡོད་པ་མཚོ་ཡི་ནང་ཁུང་ན་ལོ་ད་ཨ་ནི་བས་ག་ཆུ་ལོ་ས་ཆུང་ཁུ་ཆུང་ཁུ་སྤོ་ཏོ་སྤོ་ཏོ་བས་ལ་དེ་སུ་ཕ་རྒྱུག་ཚུར་རྒྱུག་བས་དེ་མཚོ་ནམ་ས་མི་བོ་མའི་མིང་ད་ཨ་ན་ལོ་དེ་ད་ཨ་ནི་འདི་སུའི་དེ་ད་ང་ཚ་ར་མཚོ་མོ་ལོ་ཕག་ཚུགས་ཆོས་འདུལ་དུས་མིན་གྱི། དེ་གསུམ་མི་ཐུབ་དཔེ་མིན་དྭངས་མ་དཔེ་མི་འདུག་འུ་སོ་མེད། ཨ་ན་ལུག་ང་ཆ་ར་ཇ་ལི་བཟོ་དེ་གི་པད་ད་ཀབ་སེ་མི་ཆུ་བོ་ཨ་ནི་པད་ད་ཀབ་ཤིང་ལས་ཤ་ཀི་དེ་ཨ་ནི་སབ་པོ་ཐུག་གུ་ལུ་པོ་ཐུག་པོ་ཐུག་གུ་ལུ་ད་ཨ་ནི་དེ་ད་ཇ་ལི་གི་པྱིབ་ཅི་བཟོ་མི་གི་ཤིང་ཀི་མི་པད་ད་ཀབ་ཀི་མི་གི་དེ་བྷོན་བོ་སེ་ཨ་ནི་བེ་ཆ་པ་ཆ་པོ་བེ་ཀི་དེ་གི་བེ་དེ་འདུག་སེ་ད་ཨ་ནི་བོམ་དེ་ལུ། ད་ནི་འབུམ་གཅིག་འདུག་སེམས་མ་བ་ཚོ་ན་ལོ། ད་ནི་ལོ། དེ་ཆེ་བ་ལོ་དགུ་རུས་ཀྱི་དཔལ་སྟོང་དང་དེ་ཆུང་བ་ལས་ཤ་འདུག་སེམས་མ་བྱང་ཁ་ཆུང་གུ། དཔལ་རྟ་དཀར་བའི་ཤིང་གིས་ཀྱིའོ། དེ་བྲང་སེམས་མ་ངེས་པ་རྣམས་ལོ། དེ་མཁའ་འགྲོ་གྱི་དཔལ་སྟོང་ཟེར་དེ་མིག་གི་དལ་བའི་རླབས་ཡིན་པས་ཟེར། ཆེ་བ་དེ་ཅིའི་མ་སྟོང་མི་འདུག་ཟེར་དེ་འབུམ་དེ་ཕུ་དུ་ཅིའི་སྐད་དེ་མི་འདུག་གསུངས་མེད། རེས་འགའ། དཔལ་སྟོང། ཆེ་བ་དེ་དང་ཆུང་བ་གཉིས་བཅས་བྱོན་པ་ལ། གུ་རུ་གཙོ་འཁོར་གསུམ་གྱི་ཚུལ་དང་ཟེར་ཁྲི་སྟེགས་སྐབས་སུ། ཨ་ནི། དེ་ལྟ་ནི། ས་ཡི་པོ་ཏོ་ཨ་ནི་དཔལ་ད་ཀག་སྐྱིད་མི་འདི་ཚོགས་ན་ལོ་ཡོད་མི་འདི་ཨ་ནི་འབུམ་འདི་དག་དེ་ཆུང་སྐུ་གཉིས་པོའི་འོམ་ད་ལོ་དེ་གུ་རུ་གཙོ་འཁོར་གསུམ་གྱིས་ཚུད་པའི་ཨིན་པས་སོ་མི་འདི་སུ་གིས་དད་པ་དང་མི་གུས་དད་པའི་སྐྱེ་བོའི་ཨིན་པས་སོ་མེ་དེ་ཁྲི་ཁྲི་སྐབས་སུ་ལ་རེ་ཀ་གུ་རུ་མཚན་བརྒྱད་ཀྱིས་ཚུད་དུ་དེ་པས་དེ་བརྒྱད་དད་རེ་པོའི་ཆོས་མེ་ཨིན་པས་བྱོན་བྱོན་ནས་འདུག་སོ་མེ་རེ་ཀ་ནི་དཔལ་སྟོང་ཆུང་ངུ་གཅིག་པུ་བྱོན་རེ་ཀ་དེ་ཨ་ནི་དེ་ཨ་ནི་ཨ་ནི་རྩ་དཔལ་ད་ཀག་སྐྱིད་ཀྱིས་ཨུ་དེ།

སེམས་འདུལ་ལུགས་འདུལ་མི་ན་ལོ་ཟ་ཧོ་རྒྱལ་ཁམས་འདི་འདུ་ཤེས་བི་སི་ཤེས་མའི་མི་ཡུལ་ཨི་སུ་སེ་བ་ཡི་མི་ཕུང་ཚོ་རུ་ཆུག་སྟེ་རྫུ་འཕྲུལ་ཏིན་གསལ་མཆོག་པད་མ་རྒྱལ་པོ་ལ་སྲུང་བ་འདེབས་སྲོལ་ཡོད་པ་རྨོངས་སེམས་འདུལ་ལུགས་འདུལ་མི་ན་ལོ་བདག་ནི་དབུ་ཁྱུང་གུ་རུ་རིན་པོ་ཆེ་གུ་རུ་མཚན་བརྒྱད་ཀྱི་ནཱ་ལེནྟེ་གུ་རུ་པད་མ་རྒྱལ་པོ་གྱི་སྐུ་རུ་བཞེངས་པའི་ཀྱི་མཛད་པ་བསྟན་པའི་ཀྱི་གནས་དབྱིངས་ཡིན་སེ་བདག་ནི་བ་ད་ལོ་དག་ང་ན་ལོ་སྙུན་ནི་ཟ་ཧོ་རྒྱལ་བོད་ཀྱི་ཟ་ཧོ་རྒྱལ་བོད་ཀྱི་སེམས་ལྷ་ཆམ་མེ་མདའ་ར་བ་འདི། ཟ་ཧོར་རྒྱལ་བོད་ཀྱི་སེམས་དབྱིངས་ཡིན། དེ་གུ་རུ་རིན་པོ་ཆེས་མ་བྱོན་འདི་གི་བའི་དེ་ལྷ་ལྕམ་མེ་མདའ་ར་བ། དེ་དེ་ལས་མ། ཕོ་བྲང་ན་བཞུགས་མ་ཐུབ་པ། དེ་གུ་རུ་རིན་པོ་ཆེ་ཡང་མཚོ་པད་མ་ཡི་ཡང་སྟག་ཀླུ་བྱ་ཕུག་ཡོད་པ་ལ། དེ་བྱ་ཕུག་ན་ལུགས་སྒྲུབ་པ་ལྕགས་བཞུགས་དང་ལུགས་དེ་ལྷ་ལྕམ་མེ་མདའ་ར་བ། དེ་གི་དེ་བ་ཀས་དེ་གི་བའི་དེ་ཡང་གུ་རུ་གི་ཞབས་སར་བཅའ། དེ་ཡང་ཆོས་ཞུགས་འདེབས་ད། དེ་མ་ལ་རྒྱལ་བོད་ཀྱི་མ་ལ་ཡང་པུ་མདའི་ཕོ་ཉས་བཏགས་བ་བཏམ་ད་ལུགས་དེ་ཡང་ཨུ་གིན་གུ་རུ་རིན་པོ་ཆེ་གི་ཞབས་སར་ལུགས་ལྷ་ལྕམ་མེ་མདའ་ར་བ་དེ་དེ་ཡང་ལུགས་དབྱིན་མེ་ཡན་སེ་མེ་ཤི་ན་ལས་དེ་རྒྱལ་བོད་ལྷ་ལྕམ་མེ་མདའ་ར་བ་དེ། དེ་བཞིན་རྒྱས་པའི་གཞན་གྱི་གཟུགས་ཀྱི་དེ་བཙུན་མོ་བའི་དགོངས་ནུས་པའི་རྣམ་སྨིན་བསམ་མི་རྣམ་ལྷ་མིན་ཡུལ་ལུང་མེད་ལ། བདག་ནི་ག་ཡིན་ན་བྱོན་མ་ཐུབ་བ་ལྷ་ལྕམ་མེ་མདའ་ར་བ་གི་ད་དེ་ཚུལ་ཁོ་ར་བག་དེ་རྣམ་ཐར་རྒྱས་པའི་སྣ་ལུ་ད། གསལ་ཞིང་གསལ་བ་བའི་ཡུལ་ལ་ད་དེ་ཚུལ་ཤེས་འདོད་བ་ཅི། དེ་ལས་ཤར་འཇོག་འཇོག་ནི་ཡིན་མེད་ད་ནི་བུ་ད་ལུ་ཏའི་ལྷ་ལྕམ་མེ་མདའ་ར་བ་དེ་དེ། རྒྱས་པའི་སེམས་ཡིན་པས་དེ་ད་ག་ཡིན་གྱི་རྒྱས་པའི་གཞན་གྱི་དེ་སེམས་བསྒོ་བཙུན་མོ་བའི་བསྒོ་བས། དེ་བས་ཡིན་རང་ཁོ་བསྟོད་རྒྱུ་འདི་འབི་སར་ཅི་རུ་ག་དོན་བྱོན་མ་ཐུབ་བ་སྟེ་སྡོད་ཐུབ་ཅིའི་བར་ན་གུ་རུ་གུ་རུ་རིན་པོ་ཆེ་མ་བྱོན་ཏེ་ཨ་ནེ་ལེ་དེ་སྔོན་རྒྱུད་ལས་ཀྱི་འཕྲོ་སེ་ཏི་གི་བས་དེ་ཨོ་རྒྱན་གུ་རུ་རིན་པོ་ཆེ་གི་ཞབས་སར་བཅག་ཆུ་ལུག་ཨོང་ལུག་འདི་སུ་བཞུགས་ཏེ་ཉམས་ལེན་འདི་སུ་གནང་ཏེ་ཨོ་རྒྱན་གུ་རུ་རིན་པོ་ཆེ་གི་བཙུན་མོ་བས་ཏེ་བཞེས་ཏི་གི་བས་དེ་བཞུགས་གཅིག་གི་སྐབས་ལུག་ཏེ་ཏཱ་ས་ཧོ་རྒྱལ་པོ་གི་ཏེ་མ་ལ་ཡ་མི་ཏཱ་བ་ཏམ་ཏཱ་ལུག་ཏེ་ཡ་གུ་རུ་གི་ཞབས་སར་ཨ་ནེ་བི་འདུག་སེ་ཤི་ལེ་དེ་ལས་ཏེ་ཨོ་རྒྱན་གུ་རུ་རིན་པོ་ཆེ་གི་ལུག་ཏེ་རྒྱལ་པོ་གི་ཁྲིམས་སྐྱེས། སྟེ། བླ་མ་སྟེ་ལྷ་བྱམས་མེ་མདའ་ར་བའི་ས་དོང་སྐུ་དོང་ནཱ་ལུ་བཙུགས། བཞག་ཆུ་ང་རྒྱལ་བུ་ཀྱི་བཙུན་མོ་ཀྱི་རྟགས་ནི་དེ་ཆུ་ཉེ་མ་ཐུག་ཟེར་ཏེ་ད་རེས་སྐྲག་སློང་ཨ་ལམ་ཕྱིས་ཀྱི་ཤུལ་ཤི་དག་དེ་ཆུའི་ག་ཕྱི་སེམས་མི་འདི་མོ་ཟེར་ཏེ་ས་དོང་སྐུ་དོང་ནཱ་བཙུགས་བཞག་པའི་སྐབས་དུ་ལུ་ཏེ་ས་ཡི་ཁ་ལ་བ་ཡི་མི་ཏོ་པད་མ་འདི་སུ་སྐྱེ་ཡིན་ལོ་རྒྱུས་ལ་ཨོ་གྱི་གུ་རུ་རིན་པོ་ཆེ་འཁོར་རོ་དེ་ལས་དེ་ག་ཕྱི་ལོ་སོན་སོད་དེ་མ་ཤི་བ་ར་མིའི་རྟགས་ནི་བས་དེ་ལས་རྟགས་ནི་ད་རེས་མཚོ་པད་མ་ཆགས་སྲིད་ཀྱི་དེ་སར་ཆ་འདི་ན་ལུ་ཏེ་རྟགས།